པོ་སི་ཀྲུང་བོད་ཀྱི་བདེན་དོན་དམངས་ཁྲོད་ཁ་བརྡའི་ལས་རིམ་གཟིགས་མཁན་གྱི་བོད་ཕྱི་ནང་གཉིས་སུ་གནས་པའི་བོད་རིགས་སྤུན་ཟླ་ཡོངས་ལ་ཡང་ཐོག་མར་སྐུ་འཁོམས་བཟང་བའི་འཚམས་འདྲི་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་ལོགས་ལ་ཡང་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་གསུང་བསྒྱུར། མཁས་དབང་དགེ་བཤེས་ལྷ་རམས་པ་ཐུགས་རྟེན་སྦྱིན་པ་ལགས་ལ་ཡང་དང་ལག་ལས་ཀྱི་དམ་ཆོས་ཉི་མ་ལགས་ཀྱི་བཅར་འདྲི་ཞུས་པའི་ལས་རིམ་བཞིན་རྒྱ་ཆེའི་བརྙན་འཕྲིན་ཟིན་མཁན་རྣམས་ལ་ཡང་སྤྱི་འབུལ་ཞུ་རྒྱུ་དང། ཐོག་མར་དགེ་བཤེས་ལྷ་རམས་པ་མཁས་དབང་ཐུགས་རྟེན་སྦྱིན་པ་ལགས་ཀྱི་མི་ཚེའི་ལོ་རྒྱུས་མདོར་བསྡུས་ཤིག་ངོ་སྤྲོད་ཞུས་པ་ཡིན་ན། དགེ་བཤེས་ལྷ་རམས་པ་ཐུགས་རྟེན་སྦྱིན་པ་ལགས་དེ་སྔོན་གདན་ས་ཆེན་པོ་དགའ་ལྡན་རྣམ་པར་རྒྱལ་བའི་གླིང་ལ་ཡང་ཤར་རྫ་གྲྭ་ཚང་ནང་ལ་སློབ་གཉེར་གནང་རྗེས་ནང་དོན་རིག་པའི་གཞུང་ཆེན་བཀའ་པོད་ལྔ་མཐར་སོན་ནས། ཀྱི་ཞེས་ལྷ་རམས་པའི་མཚན་ཉིད་བཞེས་པ་དང། ལྷག་པར་དུ་དབྱིངས་གླིང་གི་མཐོ་སློབ་གྲགས་ཅན་ཁན་བྷི་ཇི་ནཱ་ལ་ཡང་སློབ་གཉེར་མཐར་སོན་ནས་དེའི་རྗེས་ལ་ཡང་ནུབ་ཕྱོགས་སློབ་གྲྭ་ཁག་ནང་ལོགས་ལ་ཡང་ཕྱག་རེས་ཕྱག་ལས་ཡུན་རིང་གནང་བ་མ་ཟད་བའི་ཨ་ནི་དེང་སྐབས་སེམས་དང། སྲོག་གི་ལྟེ་གནས་ཁང་ལ་ཡང་ཕྱག་ལས་གནང་བཞིན་པ་རེད། ད་ལྟ་དྭང་བླངས་ལས་བྱེད་དམ་ཆོས་ཉི་མ་ལགས་ཀྱིས་བཅར་འདྲི་ཞུས་པའི་བརྙན་འཕྲིན་གྱི་ལེ་ཚན་དེ་རྣམས་གཙོས་གཟིགས་རོགས་གནང།

གང་ལྟར་དེའི་བགྲོ་གླེང་གི་སྐབས་ལ་ཡང་ང་དེ་ཅུང་ཙི་ཞིག་དེ་སྐད་ཆ་བཤད་རོགས་བྱ་ཐབས་བྱ་གོ་སྐབས་གནང་བ་དེ་ང་ཐུགས་རྗེ་ཞུ་ཡ་ཡིན། རྣམ་པ་ཚོས་ཁྱེད་རང་ཚོས་ངའི་དྲ་རྒྱ་དེ་ངས་བལྟས་པའི་སྐབས་ལ་ཡང་དམངས་ཁྲོད་ཁ་བརྡ་བཙུགས་ཡས་ཀྱི་དམིགས་ཡུལ་དང་ལས་འགུལ་དང་འདི་གཉིས་དེ་ཁྱེད་རང་ཚོ་ངོ་ཚ་ནས་ལྷག་པར་དུ་རྣམ་པ་ཚོ་ཕྱག་ལས་གནང་མཁན་ཚང་མ་དྭངས་བླངས་རྐྱང་རྐྱང་རེད་ཤག་དེ་འདྲ་ཅིག་གི་ཐོག་ནས་གང་ལྟར་གང་ལྟར་བོད་ཀྱི་བསྟན་སྲིད་དང་ལྷག་པར་དུ་ཅིག་གི་བོད་ཀྱི་བསྟན་པའི་དོན་དག་ལ་གང་ལྟར་སྒེར་གྱི་ཐོག་ནས། དྭངས་བླངས་ཀྱི་ཐོག་ནས་སེམས་ཁུར་སེམས་ཁུར་བླངས་བཅས་གདེང་བཅས་ལྟར་བཙུགས་པ་དེ་ངས་ཡིད་སྨོན་ཞུ་ཡས་ཡིན། སྔ་དྲོའི་སྔ་དྲོ་དེ་ངས་རྣམ་པ་ཚོ་ལ་ཡང་ཐུགས་རྗེ་ཞུ་ཡས་ཡིན། ད་ལྟ་ངས་སྒེར་གྱི་ལུགས་རྒྱུད་ཀྱི་ཚིག་ཅིག་གཉིས་ཅིག་བཤད་རོགས་བྱས་གསུངས་པ་དེ། ཆུང་དུས་ནས་ང་དེ་ད་སྐྱེས་ས་ད་བོད་ལ་སྐྱེས་པ་རེད་ད་བོད་ལ་བོད་དམག་ཤོག་ཁོག་དང་དེ་དུས་རྒྱུན་མ་བྱུང་གོང་ལ་ཡ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ཀྱི་ལོ་མཇུག། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ད་ལྟ་བོད། དུས་འགྱུར་བྱུང་རྗེས་དེབ་དེ་གོང་ལ་ཡང་དུས་འགྱུར་བྱུང་ནས་ངའི་ཕ་མ་ཚོ་བོད་པའི་སྐབས་དེ་ང་ད་ལྟ་ལོ་གཅིག་ཟིན་རྒྱུ་རེད། ལོ་ལོངས་རྒྱུ་རེད་དེ་ཡིན་ནས་ད་ག་ད་ནི་ཕ་མ་ཚོ་རྒྱ་གར་བལ་ཡུལ་བརྒྱུད་ནས་རྒྱ་གར་ལ་བཙན་བྱོལ་སླེབས་ཨ་ནི་ད་དེའི་ཚེ་དེའི་དུས་ཀྱི་ད་བོད་རིགས་སྤུ་གུ་ཆུང་ཆུང་མང་པོ་གཅིག་ནང་བཞིན་གཅིག་གི་ག་ད

འཇམ་མགོན་བླ་མའི་བསྟན་པ་ལས་དད་ཞེན་ཡོད་ཉེན། འདི་འདྲའི་གཅིག་གིས་ཨ་ནི་སྐྱག་མགོར་མོ་ཆེ་ལས་ཚད་མེད་ཞུ་སྐྱག་བར་མོ་ཆེ་ལས་ཚད་མེད་ཞུ་ཨ་ནི་ཁོ་ཚོས་ཡིག་ཆ་བཀྲམས་པ་དེ་འདྲའི་འགའ་ཤས་ནང་ལོག་ལ་ཡང་སྐྱག་བར་མོ་ཆེ་ད་ལྟའི་སྐུ་འཕྲེང་བཅུ་ཞུ་བ་ཆེན་པོ་ཙམ་མ་རེད་གོང་ས་ལྔ་བ་ཆེན་པོ་ལས་ཚད་མེད་ཞུ་ད་རྒྱ་བོ་སྐུ་འཕྲེང་རིམ་བྱོན་ལས་ཚད་མེད་ཞུ་དེ་འདྲའི་ད་ཅིག་བསམ་བློ་རོབ་ཙམ་མ་ཟོས་ནས་དེ་བཏང་སྟངས་ག་འདྲའི་ཅིག་གི་ཐོག་ནས་ད་ཅིག་ད་མི་དེ་གས་དེ་བསམ་ཤེས་ཡོད་ཉེན་གྱི་ནི།

ཐུགས་ཕམ་ག་ཚོད་ཡོང་གི་རེད། ང་དེ་བཞི་བོ་གཅིག་དྲན་སོང་ད་ག་ད་དེ་ད་གཅིག་བསམ་བློ་བཏང་སྟངས་ག་འདྲའི་ཅིག་གི་ཐོག་ནས་ད་ཚད་ད་མ་སོང་ནས་འགལ་གྱི་དེ་བ་ལས་གི་ཡོད་རེད། རེད་བ། སྐྱབས་མགོན་རིན་པོ་ཆེ་ལ་ཡ་ད་ཁོང་ཚོའི་འཕྲལ་ད་ནང་ལོགས་ལ་ཡ False Dalai Lama Stop Lying ཟེར། ཏཱ་ལ་བླ་མ་རྫུན་མ། རྫུན་གཞན་ཡ་མཚམས་འཇོག་མཚམས་འཇོག་བྱས།

ད་ལྟའི་སྐྱབས་མགོན་རིན་པོ་ཆེ་ལ་ཡང་དེ་བྱེད་དུས་སྐབས་ད་བསམ་བློ་གཙང་ན་མ་བཏང་བར་གི་ལས་ཀ་ཆགས་ཐུབ་རེད་དེ་དཔེར་ན་ཆ་བཞག་པས་ན། འདི་འདྲའི་གཅིག་གི་རྒྱ་གར་རིན་པོ་ཆེ་ལ་མཚན་སྨད་ཞུས་རྗེས་དེའི་ནང་ལོགས་ལ་ཡོད་བོད་པའི་སྟོང་པ་མཁས་དེ་ཉིད་ཅིག་གི་བོད་བོད་པའི་ཤ་རུས། ཁྲག་ཡོད་དེ་ཉིད་ཀྱི་བོད་པའི་སྡོང་པ་མཁས་དེ་ཉིད་ཀྱི་བོད་ཁ་བ་ཅན་གྱི། མི་རིགས་ཁོངས་གཏོགས་ལ་སྐྱེས་བདེ་ཉེན་ཅིག་གིས་འདི་འདྲའི་འཕྲལ་ཐག་ཅིག་གི་མདུན་དེ་རྩྭ་དེ་ལངས་རྗེས་ལག་པ་བཀྱགས་ནས་ཨ་ནེ་སྐུ་མདུན་ལ་མཚན་སྨོད་ཞུས་པས་ན། ད་བོད་ནས་པར་འདི་སྐད་འཐུངས་པས་ན། ད་བོད་ལ་ཡང་རྒྱ་རོམ་གྱིས་བོད་ལ་ཚུར་ལོག་དགོས་ཀྱི་ཡོད་ཟེར་དེའི་དོན་དག་ལ་ཡང་རང་སྲོག་བློས་བཏང་མཁན་མང་པོ་ཡོད་རེད། ད་ནི་ཆོས་སྐད་ཆ་ཕར་བཞག་རེ་བ་བོད་མི་རིགས་དང་བསྟན་པ་ཆབ་སྲིད་དང། རེ་བ་བོད་མི་རིགས་ཆང་འཇིག་དང་རི་ཤུ་གནས་མ་གནས་དང་འདི་འདྲའི་ཅིག་གི་སྐད་མཚམས་སྐབས་ལ་ཡང།

བྲང་ལ་མེ། བྲང་གི་མེ་ལོང་པ་མང་པོ་ཡོད། ཆ་སྔ་ཆུང་ངུ་མང་པོ་ཡོད། ཡུལ་གུར་ཡོད། སོག་རིགས་ཡོད། ས་གནས་མང་པོ་ཡོད། ཡོད། དེ་ཚོ་ལ་ཡང་དེ་ཙམ་གྱི་འཛམ་གླིང་སྤྱི་ཐོག་ནས་དེ་ཙམ་གྱི་དོ་སྣང་མེད་པ། ང་ཚོ་བོད་པ་ས་ཡ་དྲུག་མ་གཏོགས་ཡོད་མ་རེད། དེའི་བདེ་དོན་གྱི་ཐོག་ལ་ཡང་ད་དུང་ཡིན་ནས་ལོ་ལྔ་བཅུ་ང་གྲངས་བཞུགས་སྒོ་ལས། བོད་པའི་གནད་དོན་གསལ་པོ་བྱས་རྗེས་བསྡད་ནས། སྐྱབས་མགོན་པོ་སུ་ཞིག་ག་རེ་རེད་མ་གཏོགས།

འཇམ་མགོན་བླ་མའི་བསྟན་པའི་དང་དགེ་ལུགས་པའི་ཞལ་འགོག་གི་ཐོག་ནས་སྐད་བཤད་པས་ན། དགེ་ལུགས་པའི་ཞལ་འགོག་གི་ཐོག་ནས་སྐད་བཤད་མཁན་གྱི་མི་གཅིག་གིས། རྒྱ་བོད་ཀུན་ཕྲན་རིམ་བྱོན་ནས་ཚད་མེད་ཞུ་བས་འཁོར་བསྡད་དགོས་ཡོད་མ་རེད། ལོ་རྒྱུས་ནང་ཆ་བཞག་པས་ན། དགེ་ལུགས་ཀྱི་བསྟན་པ་ལ་ཡང་རྗེ་ཡབ་སྲས་གསུམ་དང་པཎ་ཆེན་བླ་མ་བློ་བཟང་ཆོས་རྒྱན་ཡག་ཕུད་ནི། རྒྱ་བོད་ཀུན་ཕྲན་རིམ་བྱོན་གྱི་དགེ་ལུགས་པའི་བསྟན་པ་ལ་མཛད་རྗེས་བཞག་པ་ན་ཞིག་གིས་སུ་གཅིག་གིས་ག་བ་བྱས་ཡོད་རེད།

བཀག་འགོག་བྱས་སོང། ཀི་ཤི་ལག་གི་ངོས་ནས་འདི་ཁོ་རང་ཚོ་ལ་ཡང་ཆོས་དད་རང་མོས་བཀག་འགོག་བྱེད་པ་ཅིག་གོང་བུ་ཡོད་ན་ཡང་ཁོ་རང་ཚོར་ཆོས་དད་རང་མོས་ཅིག་ཡོད་པ་ཅིག་གོང་བུ་ཡོད། ད་དེ་ད་ད་ལྟ་དོན་ཕྱི་རྒྱལ་ཁོང་ཚོས་བཤད་ཡ་མང་པོ་ཅིག་ད་དེ་ག་ད་དེ་འཕྲལ་ཐག་ནང་ལོགས་ལས་ནས་ད་ནས་རེ་ལི་ཇེ་སི་བན་སི་ཏོབ་བྱས་དགོས་ད་ག་ད་དེ།

གྲོ་མོ་ཕལ་པའི་ཐོག་ནས་འབྲེལ་བ་ཆགས་ཏེ་བལྟས་གནང་གི་ཡོད་ཟེར། སྐུ་མདུན་རང་གི་ཞལ་གྲོ་མོ་ནས་གསུངས་ཡོང་རེད། ཡིན་ནའི་ཨ་ནི་ཉམས་ཞིབ་མང་པོ་གནང་པའི་ཞུ་སྐུལ་ཐག་གཅོད་གནང་རྗེས་ད་ག་འདྲ་ལེགས་ཉེས་ཆ་འདི་འདྲ་འདི་འདྲ་འདི་འདྲ་འདུག་ཟེར་ཟེར་ཏེ་བཤད་ཡས་དེ་ངའི་ལས་འགན་རེད། ད་ངས་བཤད་པ་དེ་ཉན་དང་མ་ཉན་དེ་སུ་སུའི་བསམ་བློ་རེད་ད། རེད་བ། དེ་མིན་ང་རང་ཚོའི་ཁ་ཆེ་ཕ་ལོའི་བསླབ་བྱ་རྣམས་ཡོངས་གྲགས་རེད་བ། ཁ་ཆེ་ཕ་ལོའི་བསླབ་བྱ་བཤད་ཡོད་སྙིང་གཏམ་བཤད་ཡོད་དོ་ཉན་དང་མི་ཉན་སུ་སུའི་བསམ་བློ་རེད་ཟེར་ཏེ་དེ་དངོས་གནས་རང་ནི་སྐུ་མདུན་གྱིས་ད་ག་རང་ག་གནང་གི་ཡོད། ད་གལ་ཏེ་ཁྱེད་རང་ཚོ་ནི་མུ་མཐུད་ནས་དོལ་རྒྱལ་མཚམས་འཇོག་མ་བྱས་པ་བཅས་བསྟེན་གསོལ་བྱེད་ངེས་ཡིན་ན་ནི་ལྷག་པར་དུ་ད་ལྟ་ངས་ཁ་བརྡ་གཅིག་གི་དབང་དང་དུས་ཚོད་ཁྲིད་དང་དུས་ཚོད་དག་ལ་ཡང་བླ་སློབ་ཀྱི་དམ་ཚིག་གི་འབྲེལ་བ་བཟོ་དགོས་ངེས་ཀྱི་གསུང་ཆོས་འདི་ཚོ་ལ་ཡང་མ་ཞུ་རུ་ཆེས། དེ་སྐུ་མདུན་ནས་བཀའ་གནང་ཡོད་ད་གདམ་ག་གནང་བ་རེད། གདམ་ག་གནང་བ་རེད་མ་གཏོགས་ད་སྔོན་ད་ལོ་ནས་བྱས་ནས་ཨིན་ཇིའི་ཚིག་ལ་ཡང Religious Bans ཟེར་བ་རེད Bans ལབ་དུས་ཁྲིམས་དང་འབྲེལ་བ་ཡོད་པའི་བཀག་འགོག་གི་སྐད་ཆ་རེད་བ། བཀག་འགོག་གི་བཀའ་རྒྱ་བསྒྲགས་པ།

རྒྱལ་བ། ང་ཚོ་སྐུ་ཕྲེང་བརྒྱད་ཕྱོགས་ལྔ་པ་ཆེན་པོ་དང་མི་མཐུན་པའི་གི་རྐྱེན་གཅིག་གི་ཐོག་ནས་བཀྲ་མི་ཤིས་པའི་ཆེད་ཐོག་ནས་བྱུང་པ་ཡིན་དུས་ག་ལ། ཨ་ནི་རྒྱལ་བ་སྐུ་ཕྲེང་གི་མཚན་མཁྱེན་སྙན་གི་ག་ལ་སྐྱབས་འཁོར་མི་བྱེད་དང་ཨ་ནི། བླ་སློབ་གི་འབྲེལ་བ་ཡོད་ཉེན་གི་དམ་ཚིག་བཞག་དགོས་ཉེན་གི་མི་གཅིག་ཨ་ནི། འདི་དང་འབྲེལ་བ་ཡོད་ན་ཡག་པོ་མི་འདུག་དམ་ཚིག་ཚང་མ་ལ་གནོད་དམ་ཚིག་ཚང་མ་མ་གནང་ན་གནོད་གི་འདུག་ཟེར་ནས་བཀའ་གནང་གི་ཡོད་ད་འདི་དངོས་གནས་བདེན་པར་བ།

དམ་ཆོས་འདུལ་བའི་བཅའ་ཁྲིམས་དང། ཨ་ནི་དགེ་འདུན་གྱི་ནང་ཁྲིམས་ཟིན་བཤད་སྲོལ་གཉིས་ཡོད་པ་ག་འདྲ་བ་དང་ཁྲིམས་གཉིས་ཡོད་པ། དམ་ཆོས་འདུལ་བའི་བཅས་པ་དེ་གཉིས་ཏེ་བཅོམ་ལྡན་འདས་ཀྱི་ཞལ་བཞུགས་པའི་སྐབས་ནས་གཏན་འབེབས་བྱས་སྡེབ་སྦྱོར་གྱི་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་དགེ་སློང་ཡིན་ན། རུ་བ་དགེ་ཚུལ་ཡིན་ན་བླང་སྟེ་སོ་དྲུག། དེ་གཉིས་དེ་སྲུང་དགོས་ཡ་ཆ་དེ་ཡོད་རེད། ད་དགེ་འདུན་གྱི་ནང་ཁྲིམས་ལ་ལྟོས་པ་ན་དགོན་པ་སོ་སོ་སོ་སོ་གྱི་ཐུན་མོང་མ་ཡིན་པའི་ཁྲིམས་ཡོད་རེད། ད་དགོན་པ་དེ་གི་ཚོགས་མི་བྱས་པས་ན་དགོན་པ་དེ་གི་ཐུན་མོང་མ་ཡིན་པའི་ཁྲིམས་དེ་ཁེལ་དགོས་ཀྱི་ཡོད་རེད་མ་གཏོགས།

ཀ་ལ་ཙི་ཨ་ནི་སྐྱབས་འགྲོ་རུ་འབྱེད་ལམ་སྟོན་གནང་པའི་ཞུ་སྒོ་ལ་ཡང་ནི་ཞིབ་འཇུག་བྱས་རྗེས་གང་ལྟར་ཚོགས་པ་ཆེ་ཁག་གི་ཐོག་ནས་ལྷག་པར་དུ་གདན་སའི་མིང་དེ་དེ་ཉིད་དགོངས་ཚུལ་ཐོག་ནས་ཨ་ནི་དོལ་རྒྱལ་དང་འབྲེལ་བ་ཡོད་ན་ཡག་པོ་མེད་པ་ཅིག་གི་གནས་ཚུལ་ཅིག་གསལ་པོ་ཤེས་ཚར་བའི་ཞུ་སྒོ་སྟེ་དགེ་འདུན་མང་ཚོགས་ཚོགས་ནས་དགེ་འདུན་ནང་ཁྲིམས་འགྱུར་བ་བཏང་པའི་ཞུ་སྒོ་དེ་ད་དེ་ལ་ཡང་ཡིད་སྨོན་མི་བྱེད་ཉེན་ཏོ་དོན་འགྱུར་རེད་མ་གཏོགས་འགྲོ་ས་མེད་པ། ད་དེ་འགྲོ་བ་མིའི་ཐོབ་ཐང་དང་སྐད་ཆ་བཤད་ས་སྐོར་འབྲེལ་བ་སྐོར་ཆགས་ཀྱི་ཡོད་མ་རེད།

དོལ་རྒྱལ་བསྟེན་གསོལ་བྱས། ཆོ་ག་བཏང་གར་བྱས་པས་དེ་ལ་ཡང་ཁེ་བགད་བཤེས་གཉེན་མེད་པ། དང་པོ་བྱས་ན། དེ་ཚེ་དེ་ཐོབ་ཐང་གི་དེ་འགྲོ་བ་མིའི་ཐོབ་ཐང་གི་དེའི་ངེས་དེ། ག་ད་དེ། དགོན་པ་གྲྭ་ཚང་གི་སྐྱིད་སྡུག་ནས་གདན་ས་ཆེ་ཁག་གི་སྐྱིད་སྡུག་ནས་བཏོན་པ་དེ་གི་འགྲོ་བ་མིའི་ཐོབ་ཐང་ནོད་པ་དེ་ད་རྩ་ནས། དེ་རྒྱལ་སྤྱིའི་འགྲོ་བ་མིའི་གི་ཁྲིམས་ཀྱི་འགྲོ་སྟངས་མ་ཞིག་ཏུ་གི་ཟེར་བ། དེ་ལྟར་བསྟན་པ་མ་རེད་དེ་ལྟར། གནད་འགག་ཡིན་པ་ཞིག་ངས་མཐོང་གི་མི་འདུག།
ཨ་ནི་ཀི་ལགས་དྲི་བ་གསུམ་པ་དེ། དོལ་རྒྱལ་བ་ཚོས་ད།

ད་ནི་དགེ་ལུགས་པ་དགེ་ལུགས་པ་ཟེར་ཏེ། ད་ནི་དགེ་ལྡན་རི་བོ་དགེ་ལྡན་གྱི་དགོན་པའི་རྗེས་འཇུག་ཡིན་ཙང་དགེ་ལུགས་པ། རི་བོ་དགའ་ལྡན་ཟེར་ནས་བྲིས་འདུག་དགེ་ལྡན་ཟེར་ནས་བྲིས་འདུག་དེའི་གི་དགོན་པའི་རྗེས་འཇུག་ཡིན་དུས་ག་ལ་དེའི་རིང་ལུགས་ཀྱི་རྗེས་སུ་འབྲང་ཉེན་ཡིན་དུས་ག་ལ་ན་དགེ་ལུགས་པ་ཟེར་ཐག་ཐག་ཉིད་དེ་ནས་ཐོགས་པར་བར། ད་རྗེ་རིན་པོ་ཆེ་ཞལ་བཞུགས་པའི་སྐབས་ལ་ད་ད་ནི་དེ་ཐོས་ཀྱི་ཉོག་རོ་དེ་ཡོད་མ་རེད། ཡོད་མ་རེད་དེ་ཡིན་ནས་རྗེ་རིན་པོ་ཆེ་རང་གིས་འཇིག་རྟེན་པའི། ད་ལྟ་དྲེགས་པ་ལ་ཡང་དགོངས་པ་བཞེས་སྟངས་དང་བསྟེན་གསོལ་གནང་སྟངས་དེ་ཁོ་མངོན་གསལ་དོད་པོ་ཞུ་བ་ཞིག་དོན་གུ་དོག་དཔེར་ན་རྗེ་རིན་པོ་ཆེའི་གསུང་འབུམ་པོ་ཏི་བཅོ་བརྒྱད་ཡོད་རེད། ཁེ་ལོ་རིན་པོ་ཆེའི་གསུང་འབུམ་པོ་ཏི་བཅུ་གཉིས་ཡོད་རེད་རྒྱལ་ཐོག་རིན་པོ་ཆེའི་གསུང་འབུམ་པོ་ཏི་བརྒྱད་ཡོད་རེད་ད་བཀྲ་ཤིས་རིན་པོ་པ་མ་ཤར་བྱས་པས་ན་དུས་ཚོད་ནང་ལོགས་ལ་ཡང་གཞུང་ཆེན་མོ་དང། ཨ་ནི་བདེ་གསང་འཇིགས་གསུམ་དང། ཨོ་ད། གང་ལྟར་གཅིག་སྲུང་མའི་སྐོར་ལ་ཡོད་ན། ཨ་ནི་གང་ལྟར་སྲུང་མ་མཚན་ལྡན་འཇིག་རྟེན་ལ་འདས་པའི་སྲུང་མ། དུས་ཚོད་སྐོར་ལ་མ་གཏོགས།

རྩོམ་འབྲི་གནང་བཞག་པ། ད་ལྟ་ངས་རྩ་ནས་མཐོང་མ་མྱོང། ང་སྤྱི་བཏང་མཐོང་རྒྱ་ཆེ་དྲན་ཡོད། ད་དུས་རབས་བཅོ་བརྒྱད་པའི་ནང་ལོགས་ལ་ཡར་བལྟས་ན་དགེ་ཆོས་སྐལ་བཟང་རྒྱ་མཚོའི་སྨན་གཞུང་ཟེར་བ་ལ་དགེ་ཆོས་སྐལ་བཟང་རྒྱ་མཚོ་ལ་ཡར་བསྙེན་རྫོགས་སྒྲུབ་སྡེ་བསྙེན། དགོང་ལོ་ཉི་ཤུ་རྩ་བརྒྱད་ག་ལ་ཡར་དགེ་ཆོས་སྐལ་བཟང་རྒྱ་མཚོ་དགོངས་པ་གཙོ་བོ་བཞག་འོན་རྒྱལ་སྲས་འཇིགས་མེད་ཚུལ་ཁྲིམས་དབང་ཕྱུག་རེད། ད་དུས་རབས་བཅུ་བདུན་ལྕང་སྐྱ་རོལ་པའི་རྡོ་རྗེ་ད་ཁོ་ན་ཚོ་སྐུ་དུས་མཉམ་པ། ཁོ་རང་གི་གསུང་ནང་ལོགས་ལ་ད་དེ་ག་ད་བཞུགས་གདན་སྐོར་ཅིག་ཡོད་ས་རེད་ངས་མཇལ་མ་མྱོང།

དུས་རབས་བཅུ་བདུན་པའི་ཟླ་བཅོ་བརྒྱད་པ་དེ་ནི་བོད་ཀྱི་ད་ཡིག་དང་བཀའ་བློན་ཁྲི་པ་ཞེས་པ་གྲགས་ཆེ་བ། དེ་ཚོའི་དོན་ནི། ད་དུས་རབས་བཅོ་བརྒྱད་པའི་ནང་ལོ་ལོན་རྒྱལ་སྲས་འཇིགས་མེད་བརྩམས་ལོན་རྒྱལ་སྲས་འཇིགས་མེད་ཀྱི་ད་ལྟ་གསུང་རྟ་མཇལ་མ་མྱོང་སྟེ་ངས་དུས་བལྟས་པས་ན། ལྷ་དང་དར་གཅིག་སྲུང་མ། དྲེགས་པའི་རིགས་མང་པོ་ཅིག་ལ་ཡང་འདོད་གསོལ་བཀའ་རྩོམ་གནང་བཞག་པའི་ཆ་ཤས་ཅིག་ཡིན་གྱི་རེད་མ་གཏོགས་ཆེན་པོ་དེ་འདྲ་ཡོད་ཀྱི་མ་རེད། ད་དེའི་ཞུ་སྒོ་ད་ལྟ་དུས་རབས་བཅོ་བརྒྱད་པའི་སྨད་ལ་ཡང་ད་རོང་ཐ་ཀིརྟི་ཡོངས་འཛིན།

མགོན་པོ་ཀླུ་སྒྲུབ་ཀྱི་དགོངས་པར་བཀྲལ་བའི་དཔལ་ཐུན་མོང་མ་ཐུན་མོང་མ་ཡིན་པ་ཐལ་འགྱུར་བའི་ལུགས་ཀྱི་སྟོང་པ་རྟེན་འབྱུང་དང་འབྲེལ་བའི་ལྟ་བ་གཞི་ལ་བཞག་པའི་ཐོག་ནས། ལྟ་བ་རྣམ་པ་དག་དགུ་ཡོད་པ་དང། སྒོམ་གྱི་སྒང་སླེབས་ཡོང་དུས་དཀའ་ལ་དཔལ་དགོངས་པ་རྣམ་པར་དག་པ་བྱིང་བ་དང་སྨུག་པའི་གཞན་དབང་དུ་མ་སོང་བ། བྱང་ཆུབ་ལམ་རིམ་ཆེན་མོ་ནང་ལ་ཡང་གཏན་འབེབས་བྱས་པ་ནང་བཞིན་གྱི། རྒྱ་གར་མཁས་པ་གཞུང་ཚན་ལྡན་སྤྱི་དང་ལྷག་པར་དུ། སློབ་དཔོན་ཐོགས་མེད་སྐུ་མཆེད་ཀྱིས།

གང་ལྟར་རྗེ་རིན་པོ་ཆེ་ཀྱི་བསྟན་པའི་མཛེས་ཉན་ཅན་ཡིན་ན། གཅིག་ཟབ་མོ་ལྟ་བའི་སྟོང་ཉིད་གང་ལ་སླེབས་ཡོད་དུས་ཀ་ལ་སྔགས་ནས་བཤད་པའི་སྟོང་ཉིད་དང་ནི་མདོ་ནས་བཤད་པའི་སྟོང་ཉིད་ཚིག་དབྱིབས་ཆ་ཚང་ཡང་ཡོད་མ་རེད། རྒྱུ་ཕ་རོལ་ཏུ་ཕྱིན་པ་མདོ་སྡེ་ནས་བཤད་བཞག་པའི་ས་ཡུལ་གྱི་ཟབ་མོ་སྟོང་པ་ཉིད་ཀྱི་རང་བཞིན་མེད་པའི་སྟོང་པ་ཉིད་ད་ག་རང། ད་ནི་སྔགས་ལམ་གྱི་རྣལ་འབྱོར་བླ་མེད་ཀྱི་ཐོག་ནས་བདེ་བ་ཆེན་པོའི་ཡེ་ཤེས་རྩལ་དུ་བཏོན་ནས། དེ་དང་མཉམ་པོར་ཟུང་འབྲེལ་བྱས་རྗེས་བདེ་སྟོང་དབྱེར་མེད་ཀྱི་རྣལ་འབྱོར་བསྐྱངས་རྗེས་ནི་འདུག་ཟེར་བྱས་ནི།

ཤུགས་ལྡན་བསྟེན་གསོལ་གནང་ཉན་ནང་ལོག་ནས་བླ་མ་ཆེ་ཤོས་ཀྱིས་སྐྱབས་རྗེ་ཕ་བོང་ཀ་དེ་བཞིན་ཉམས་པོ་ཆགས་བསྡད་པ་རེད། སྐྱབས་རྗེ་རིན་པོ་ཆེ་རང་གིས་བཀའ་རྩོམ་གནང་བཤད་པའི་གི་ཤུགས་ལྡན་གྱི་ལྷ་ནང་ལྟ་དང། རེ་བ། མགོ་སྟོད་འདྲེ་མ། རྗེ་བཙུན་འཇམ་དཔལ་གྱི་རྣམ་འཕྲུལ་དང་དུས་ཚོད་དེ་དེ། བསྟོད་པ་དང། ཐ་སྙད་དོན་གྱི་ཡོ་རོ་དེ་དངོས་གཞིའི་བསྐང་གསོའི་ཆོ་གའི་ནང་ལ་ལྟ་དང། སྔོན་ལ་ཡང་བསྐང་གསོ་བཏང་ཉེན་དེ་འཇིགས་བྱེད་ཀྱི་ལྷ་ཡི་རྣལ་འབྱོར་བསྒོམ། རང་ཉིད་ཡི་དམ་རྡོ་རྗེ་འཇིགས་བྱེད་ལ་བསྐྱེད་བྱས།

ད་ལྟ་ཅིག་མཐུན་སྤྱོད་སྟངས་ཅིག་བྱེད་པའི་སྐབས་ལ་ཡ་ཚེ་འདི་གི་བར་ཆད་དོ་ཨའི་ཆེད་དུ་སྐྱབས་བཅོལ་གི་ཡོད་རོ་མ་དོ། རེད་བ། གཏན་གི་སྐྱབས་བཅོལ་ས་གོ་ར་མེད་བ། ད་དེ་ཁོ་དྲང་པོ་དངོས་གནས་ད་ནི་དྲང་པོ་བྱེད་གི་ན་དྲེག་པ་བསྟེན་གསོལ་བྱས་ཏེ་ད་མི། ཅིག་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་དང་དེ་འདྲའི་གི་ཉམས་ལེན་རྩ་བ་ལ་བཞག་བྱས་ཨ་ནི་ཉམས་ལེན་བྱེད་ཉན་གི་རྣལ་འབྱོར་པ་ལ་ཡ་ཨ་ནི་ཚེ་འདིའི་ནང་ལོགས་ལ་ཡ་མཐོང་བ་དང་མ་མཐོང་བའི་གི་བར་ཆད་མང་པོ་ཡོད་དུས་གང་ལ་མི་དང་མི་མ་ཡིན་གི་བར་ཆད་དོ་ཨའི་ཆེད་དུ་ཨ་ནི་དྲེག་པའི་རོགས་ཚུགས་བཙལ་བས་ན།

ཨ་ནི། སྐྱབས་འགྲོ་བྱས་པ་ལ་ཚེ་ཕྱི་མའི་སྡུག་བསྔལ་ལས་འཇིགས་སྣང་སྐྱེད་ཅེས། ཨ་ནི་དེ་ལས་སྐྱབས་པའི་སྐྱབས་གནས་དཀོན་མཆོག་གསུམ་ལ་ཡོད་པ་ཡིད་ཆེས་བྱེད་དགོས་དེ་ཚེ་ཚེ་ཕྱི་མ་དང་འབྲེལ་བ་མེད་ན་ཆོས་སྐུ་ཁོང་འགྲུག་ཡོད་མ་རེད། ཐར་པ་དོན་གཉེར་གྱི་བློ་དང་འབྲེལ་བ་མེད་ན་རེད་བ་ཐར་པའི་རྒྱུར་འགྲུག་ཡོད་མ་རེད། བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་གྱི་མ་ཟིན་ན་ཐེག་པ་ཆེན་པོའི་ཉམས་ལེན་འགྲུག་ཡོད་མ་རེད་སྙིང་རྗེ་དང་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་གྱི་མ་ཟིན་ན། ད་དེ་ཡིན་ཙང་ད་ནི་དེ། རྗེ་བཙུན་འཇམ་དཔལ་དབྱངས་ཀྱིས་ས་ཆེན་ལ་ཡང།

སྡང་འཛིན་གྱི་ཞེན་པ་ཡོད་ན་ནི་དབུ་མའི་ལྟ་བ་ལས་ཡོང་བ་རེད། ད་དེ་ཚོ་ན་དཔེ་གསལ་བོ་འདུག་དེ་ཚ་དྲེགས་པ་བསྟེན་གསོལ་བྱས་ཏེ་ཁོ་རང་རང་གི་ངོ་བོའི་ཆ་ནས་བཤད་པ་ན་ཆོས་ཀྱི་ཉམས་ལེན་འགྲུབ་གི་ཡོད་མ་རེད། ཆོས་ཀྱི་ཉམས་ལེན་འགྲུབ་གི་མེད་དུས་གོ་ལ་ད་དེ་འདི་ནི་དགེ་ལུགས་པའི་ཉམས་ལེན་ལྟེ་བ་དེ་དེ་རེད་ཟེར་ལབ་གི་བལྟས་པས་ན་ད་དེ་སྔོན་ནས་ད་དེ་ད་དགེ་ལུགས་པ་ལ་ཡང་ཕན་ཐོགས་གི་འདུག་གནོད་གི་འདུག་ད་དེ་དགོངས་པ་བཞེས་དགོས་ཀྱི་ཡོད་རེད།

ལུང་པའི་ཞལ་སྐོར་བསམ་ཡས་དམ་པའི་ནང་དུ་ཤུགས་བསྟན། བསྟན་སྲོལ་གྱིས་མུ་མཐུད་ནས་བྱས་པ་དེ་སོ་སོ་སྒེར་གྱི་སྐད་ཆ་རེད། ད་སོ་སོ་སྒེར་གྱི་སྐད་ཆ་རེད་ད་དེ་ཁ་ལ་ཁྱེར་ཅིང་དེའི་ལམ་ལུགས་དེ་ད་ག་ལྟར་ཅིག་ཤུགས་བསྟན་པའི་སངས་རྒྱས་ལ་བརྩི་ཡས་ཀྱི་ལམ་ལུགས་དེ་དེ་ནི་འཇམ་མགོན་བླ་མའི་རྗེས་འཇུག་དགེ་ལུགས་པའི་ཉམས་ལེན་ཡིན་བསམ་ན་ད་དེ་དགེ་ལུགས་པའི་བསྟན་པ་ལ་མ་ཕྱིན་ཕྱིན་པོ་འགྲོ་གི་ཡོད་རེད་ད་ང་ཁ་སང་ཉེ་ཆར་དྲ་རྒྱ་ནང་ལོགས་ལ་ཡག་ཅིག་གི་ངར་བསྟན་བྱུང།

སྐྱེ་བ་ཕྱི་མ། དམྱལ་བར་འགྲོ་ཡ་དང་འདྲེས་ཀྱི་ཞེ་སྣང་མེད་ནས། ད་ལྟའི་ཅིག། འཇམ་མགོན་བླ་མའི། རེ་བ་ལྟར་ཅིག་ཐུགས་རྗེ་བཀའ་དྲིན་དང་དུ་བསང་མུས་དང། ཨ་ཙི་ད་ང་དགེ་ལུགས་པའི་མིང་ཅིག་ཁེལ་བསྡད་ཡོད་རེད། འཇམ་མགོན་བླ་མའི་ལན་མ་བཙལ་བས་ད་ད་ལོ་དྲུག་བརྒྱ་ལྷག་ཟིན་རིང་གང་ལ་ཡང་ད་དགེ་ལྡན་པའི་སྔོན་གྱི་མཁས་གྲུབ་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་ཕེབས་ད་དེ་རྐྱེན་ཚང་མའི་ཞབས་འདྲེན་ལ་འགྲོ་གི་རེད་ད་དེ་བྱེད་རྒྱུ་མེད་ཨ་ཁ། བསམ་བསམ་ཏེ། བསམ་བཏང་གུག་ཡོད་རེད་ད། དེ་ཚེ་ད་ལན་དེ་ངའི་གོ་སྐབས་ཟིན་རྗེས་ནི། ད་ལྟ་ཤུགས་ལྡན་བསྟེན་གསོལ་བྱེད་མཁན་ཚོ་ཁོ་རང་ཚོ་བརྩི་ས་རེད་བླ་མ་དགེ་བཤེས་ཏན་ཏན་ཡོད་རེད། ད་བླ་མ་དགེ་བཤེས་ཚོ་དངོས་གནས་ནས་དུས་ཚོད་ཐོག་བཀའ་སློབ་གནང་ན་ཡག་པོ་ཡོད་རེད། ད་བཀའ་སློབ་གནང་རྗེས་ག་འདྲ་ཅིག་དགེ་ལྡན་པའི་བསྟན་པ་ལ་ཡང་མ་མཇལ་ཆེན་པོ་བྱུང་བས་ན་བཛྲ་རག་ན་ཡག་པོ་ཡོད་མ་རེད། དེ་ངས་དེ་ང་དེ། དེ། ང་དེ་བསམ་བློ་མང་པོ་འཁོར་ས་དེ་ཤུགས་ལྡན་གྱི་ཐང་ག་ཆེན་པོ་ཞིག་རོ་གཅིག་ཚོགས་ཁང་གི།

དེ་རིང་དུས་ཚོད་ཀྱི་རྐྱེན་པས་ལས་རིམ་འདི་མཚམས་འཇོག་ཞུ་ཡག་དང། ཨ་ནེ་ཡི་དགེ་བཤེས་ཐུགས་རྟེན་རྗེ་མ་ལགས་ལ་ཡང་སྤྱན་འདྲེན་ཞུས་པའི་ལེ་ཚན་མུ་མཐུད་ནས་ལེ་ཚན་རྗེས་མའི་ནང་ལ་ཡང་ཨ་ནེ་ཡི་རྒྱ་ཆེན་སེང་གེ་རྣམས་པོ་ཚོ་ལ་ཡང་སྙན་སྒྲོན་ཞུ་ཡག་ཡིན་མུ་མཐུད་ནས་རྣམ་པོ་ཚོའི་གཟིགས་རྒྱུ་མ་རྙེད་པ་གནང་རོགས་གནང། ཨ་ནེ་མཐའ་དོན་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་རིས་མེད་ཆོས་བརྒྱུད་ཁག་གི་བསྟན་འཛིན་གྱི་སྐྱེས་ཆེན་དམ་པ་རྣམས